ད་འདི་ཡི། ད་དྲི་བ་འདིའི་ནང་པ་གཅིག་གི་ངོས་ནས་དཔེ་མང་སའི་གནད་འགག་ཆགས་ར་བ། ད་དཀོན་མཆོག་གསུམ་ལ་ཡ། གར་ཚ། དང་གིས་ང་རང་ཚོའི་དངོས་ལ་ཡ་བཀའ་མོལ་བྱུང་བ་ནང་བཞིན། ཨ་ནི་ནང་པ་ཟེར་ཡ་དེ་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་བློ། སྐྱབས་སུ་འགྲོ་བའི་བསམ་པ་ཡོད་མཁན་གཅིག་ལ་ནང་པ་ཟེར་གི་ཡོད་རེད་ཅེས་ནས་བཀའ་མོལ་བྱུང་ཚར་བ། ད་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་བསམ་པ་གཅིག་སྐྱེས་པ་ལ། དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་སྟངས་ཤེས་དགོས་ར་བ། རེད་བ། དཀོན་མཆོག་གསུམ་ལ་སྐྱབས་སུ་ག་འདྲས་སུ་འགྲོ་དགོས་རེད། དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་སྟངས་དེ་མ་ཤེས་ན་སྐྱབས་སུ་འགྲོ་བའི་བསམ་པ་ཁྱེད་ཤིང་མ་རེད་བ། བྱས་ཙང་དེ་ཡིན་དུས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་ཚུལ་དེ་ག་འདྲས་རེད་བྱས་ནས་ད་དྲི་བ་དེ་གནད་འགག་ཅིག་རེད་ཤག། ད་འདི་ལ་ཡང་ད་སྤྱི་དང་དཔེ་ཆའི་ནང་ལོགས་ལ་ཡང་མང་པོ་ཞེ་བོ་ཅིག་ཡོན་ཏན་ཤེས་པའི་སྒོ་ནས་སྐྱབས་སུ་འགྲོ་བ་ཁྱད་པར་ཤེས་པའི་སྒོ་ནས་སྐྱབས་སུ་འགྲོ་བ། ཁས་བླངས་པའི་སྒོ་ནས་སྐྱབས་སུ་འགྲོ་བ་ལ་སོགས་པ་མང་པོ་ཞེ་བོ་ཅིག་ད་ཡོད་རེད་བ། སྐྱབས་སུ་འགྲོ་ཚུལ་དེ་ལ། ད་ཡིན་ནས་ང་རང་ངོས་ནས་གོ་བདེ་བ་ཅིག་གིས་ཁྱེད་ཚོས་བཤད་པ་ཡིན་ན། ད་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་སྟངས་དེ་ལ་རིམ་པ་གཉིས་བཞག་ད། ནང་ཆོས་ཀྱི་སློབ་ད་ག་འདྲ་སོ་སོ་ནང་པ་ཡིན་པ་གང་ཞིག་ལ། ནང་ཆོས་ཀྱི་སློབ་སྦྱོང་དང་འདི་འདྲས་མ་ཤེས་པ་དང་སྦྱང་ན་ཡང་མ་ནས་མ་ཤེས་ཡ་ད་དེ་འདྲས་ཀྱི་པས་ཅིག་སོ་སོ་པས་ཧ་ཅང་གིས་ད་དཀའ་ངལ་འཕྲད་ཡ་ཡོད་རེད་བ་བསམ་བློ་རང་གི་ཐོག་ནས་ཅིག་གི་བློ་གྲོས་ཀྱི་ཐོག་ནས་ཨ་ནི་གང་ཅིའི་ཐོག་ནས་ཡོང་དགོས་རོགས་ད་དེ་འདྲའི་འདྲ་བོ་ཅིག་དཔེར་ན་ད་ཡིག་རྨོངས་ཀྱི་ཐོག་ནས་ཡོང་དགོས་རོགས་ད་འདྲ་མི་འདྲ་གལ་ཏེ་དེ་འདྲ་ཡིན་པ་ཡིན་ན་ད། ནམ་རྒྱུན་ང་རང་ཚོའི་དཀོན་མཆོག་ལ་སྐྱབས་སུ་རོལ་བ་ནང་བཞིན་ད། སྐྱབས་ཡུལ་དཀོན་མཆོག་གསུམ་ཨ་ནི་ཡོད་ཤག་ཤག་ཅིག་རྩིས། དེ་ལ་ཡང་ཨ་ནི་སོ་སོའི་ངོས་ནས་ད་དཀོན་མཆོག་གསུམ་དེ་ང་རང་གི་བས་ད་སྙིང་ཐག་པ་ནས་པའི་སྐྱབས་སུ་འགྲོ་ཟེར་གྱི་སྐྱབས་ཡུལ་མཐར་ཐུག་པ་དེ་ཡིན། དེ་འདྲ་ཡིན་ཙང་ངའི་ངོས་ནས་ཨ་ནི་བྱས་ཀྱི། སངས་རྒྱས་དཀོན་མཆོག་དེ་སྐྱབས་སྟོན་པ་པོ། ཆོས་དཀོན་མཆོག་དེ་སྐྱབས་དངོས། དགེ་འདུན་དཀོན་མཆོག་དེ་སྐྱབས་སྒྲུབ་པའི་ཟླ་གྲོགས་བྱས་ནས་ཨ་ནི་བསླུ་བ། དེ་གྱིས་བསླུ་བ་མེད་པའི་སྐྱབས་གནས་དཀོན་མཆོག་གསུམ་ལ་སྙིང་ཁོང་རུས་པའི་ཐོག་ནས་སྐྱབས་སུ་འགྲོ་གིན་བྱས་ནས་ད་གང་ལྟར་སེམས་གཏིང་ནས། ང་ཚོ་མ་སོང་ན་བློ་བསྡུས་ཡིད་ཆེས་བྱེད་ཡ་དང། སེམས་གཏིང་ནས་རྒྱ་ཆེ་རྒྱ་བློས་བསྐྱེད་ཡ་ཅི་ཡོད་རེད་བ། འོ་ད་དཔེ་ན་ཆ་བཞག་པ་ཡིན་ན། ཅིག་གི་སོ་སོ་པའི་བཙོན་ཁང་ཅིག་ནང་ལ་ཡ་ཅིག་གི་བསྡད་ཡོད་པ་ཡིན་ན། བཙོན་ཁང་གི་སྡུག་བསྔལ་ལས་ད་ཐར་ཡ་གི་དོན་དག་ལ་ཡ་ཨ་ནི་རྒྱལ་པོ་ལ་སོགས་པ་དེ་འདྲས་ལ་ད་དེང་སང་ཡིན་ན་ད་ཁྲིམས་དཔོན་ལ་སོགས་པ་དེ་འདྲས་ལ་ཡ་སྐྱབས་ཆགས་ནི་རེ་བ་བཅོལ་ཡ་ཅི་ཡོད་རེད་བ་འོ་ད་དེ་འདྲས་བྱས་ཏེ་རེད་བ། ད་དེ་མདོར་བསྡུས་པ་བྱས་ལས་ལྷ་ཤུལ་དུ་བྱས། མ་མཐའ་ཡིན་པ་དེ་བྱས། ད། དུས་རབས་ཉི་ཤུ་རྩ་གཅིག་ལ་ཀླད་ཚར་མཁན་དང་ཤེས་ཡོན་ཡོད་མཁན་གཅིག་དང་བསམ་བློ་གཏོང་ཡག་གི་ནུས་པ་ཡོད་མཁན་དེ་གིས་ད། དཀོན་མཆོག་གསུམ་ལ་ཡ་སྐྱབས་སུ་འགྲོ་སྟངས་དེ་ཤེས་ནས་དད་པ་ཐོབ་ནས་སྐྱབས་སུ་འགྲོ་དགོས་རེད་བསམ་གི། ཤེས་ནས་དད་པ་ཐོབ་པ། ད་འདི་ལ་ཡོང་དུས། དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་ལ་ཡ། ཨ་ནི། ངེད་ལ་ཡ་དང་གི་གོང་དུ་ཞུས་པ་ནང་བཞིན། དཀོན་མཆོག་གསུམ་ག་རེ་རེད་ཟེར་ཡ་དེ་དང་པོ་ཤེས་པ་བྱེད། ཨ་ནུ་དཀོན་མཆོག་གསུམ་ལ་ཡོན་ཏན་ག་རེ་ག་རེ་ཡོད་རེད་ཟེར་ཏེ་གཉིས་པ་བཤད་པ་བྱས། དེའི་སྒང་ལ། གལ་ཏེ་ངས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་ཡིན་ན་ཟེར་དུས་ངས་དཀོན་མཆོག་གསུམ་ལ་སྐྱབས་འཚལ་བ་ཡིན་ན་ལ་གོར་བ། ཁྱེད་ངེད་ཀྱིས་ད་ནས་བཟུང་སྟེ་དཀོན་མཆོག་གསུམ་ངས་སྐྱབས་ཡིན་ཟེར་ནས་སྐྱབས་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་རེད་བ། སྐྱོབ་མཁན་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད་བ། ཁྱེད་ངས་དཀོན་མཆོག་གསུམ་ལ་གལ་ཏེ་སྐྱོབ་མཁན་གཅིག་ལ་ངོས་འཛིན་བྱེད་ཡིན་ན་སྐྱོབ་ཐུག་གི་རེད་བས། དྲི་བ་འདི་གནད་འགག་རོགས་ཟླ། སྐྱོབ་ཐུག་གི་རེད་སྐྱོབ་ཐུག་གི་མ་རེད་ད། སྐྱབས་མ་ཐུབ་པ་གཅིག་ལ་ཡ་ད་ག་ཟེ་སྐྱབས་སུ་འགྲོ་འདི་ད། རེད་བ། ཨ་ནི་ང་རང་ཚོ་འགྲོ་བ་མིའི་གྱི་དུད་འགྲོ་ལ་ཡ་སྐྱབས་བཅོལ་བའི་སོ་རེད་ཅེས་ཆགས་འགྲོ་གི་ཡོད་རེད་བ། རེད་བ། དེ་ཡིན་དུས་ཀུན་སྤྱོད་གསུམ་ལ་སོ་སོའི་ངོས་ནས་གལ་ཏེ་སྐྱབས་རེད་ཅེས་བརྩིས་ནས་སྐྱབས་སུ་བསྟན་པ་ཡིན་ན། སྐྱབས་ཐུག་ཡ་གཅིག་ཡོད་རེད་ཡོད་མ་རེད་ཟེར་ནས་ངེད་ལ་རྣམ་དཔྱོད་ཀྱི་ཐོག་ནས་འདི་རྩད་གཅོད་བཏང་དགོས་ཀྱི་འདུག་བ། ཆོས་དང་རྣམ་དཔྱོད་ཀྱི་ཐོག་ནས་དཀོན་མཆོག་གསུམ་ལ་དེ་འདྲའི་སྐྱབས་ཡས་ཀྱི་ནུས་པ་ཡོད་རེད་ཡོད་མ་རེད་ཟེར་རྩད་གཅོད་དེ་བཏང་ནས། གཞི་ནས་དཀོན་མཆོག་གསུམ་ལ་དེ་འདྲའི་སྐྱབས་ཡས་ཀྱི་ནུས་པ་ཡོད་རེད་ཟེར་ཡ་ཅིག་ར་སྤྲོད་ཆ་ཚང་བ་ཅིག་བྱུང་ཡོང་དུས་གསལ་པོ་ཅིག་བྱུང་དུས་ཨ་ནི་གཞི་ནས་དཀོན་མཆོག་གསུམ་ལ་ཡ་ཨོ། དཀོན་མཆོག་གསུམ་གྱི་ཡོན་ཏན་ཤེས་པའི་ཐོག་ནས་དཀོན་མཆོག་གསུམ་ལ་ཨ་ནི་ཅིག་དད་པ་གཅིག་སྐྱེས། དེ་ནས་སོ་སོའི་སྙིང་ཁུང་རུས་པའི་ཐོག་ནས་ད་ནས་བཟུང་སྟེ་ད་ངས་ངོས་ནས་དཀོན་མཆོག་གསུམ་ལ་བློས་གཏོད་ཡིད་ཆེས་བྱེད་ཀྱི་ཡིན་ཞེས་ནས་བརྒྱ་ཆ་བརྒྱ་བློས་འགེལ་བའི་དོན་དུ་སྐྱབས་སུ་འགྲོ་ཡང་དེ་ཡོང་གོ་དགོས་འདུག་ཨ། དེ་འདྲའི་གཅིག་གི་ཡོང་བ་བྱས་བ་ལ་ད་ག་རེ་གལ་ཆེན་པོ་འདུག་ལ་ན་ང་རང་བསམ་ཚུལ་ལ། ངས་རྗོབ་དང་འབྲེལ་ནས་བཤད་པ་ཡིན་ན་ངས་དགེ་ཕྲུག་ཁ་ཤས་ཡོད་དགེ་ཕྲུག་ཁ་ཤས་ཨ་ནི་དགེ་ཕྲུག་ཁ་ཤས་ལ་ཡ་ད་ཁྱེད་རང་ཚོ་ཨ་ནི། ཅི་གར་སུ་རེད། སྡུག་བསྔལ་བདེན་པ་བསམ་བློ་བཏང་གི་ཡོད་བས་ལབ་རོགས་ཁོ་བ་ལ་ངེས་འབྱུང་སྐྱེ་གི་འདུག་བས་ལབ་རོགས་སྐྱེ་གི་མི་འདུག་ས། གར་ཅི་ནས་སྐྱེ་གི་མི་འདུག་ས་ཨ་རེ་ཁོ་བ་ལ་ངེས་འབྱུང་སྐྱེ་གི་མི་འདུག་ཁོ་བ་ལ་ངེས་འབྱུང་སྐྱེ་བ་ལ། པ་ནི་འཁོར་བ་ལ་སྐྱོན་དང་དེ་ལས་ཐར་འདོད་ཀྱི་སླད་གོ། དེ་འདྲའི་ཞིག་སླད་པ་ལ་སོ་སོ་ལ་ཡང་སྡུག་བསྔལ་གྱི་ཡོ་ནི་སྡུག་བསྔལ་ལས་ཐར་འདོད་ཀྱི་སྐོར་རོ། སྡུག་བསྔལ་ཚོར་གི་མི་འདུག་ཟེར་སྐྱིད་པོ་འདུག་ཟེར། ད་ཁ་ཁྱོད་ནི་ཡོད་མ་རོ། ང་ཚོ་ཧོབ་ཏུ་བལྟས་ན་ད། འགྲོ་བ་མིའི་སྐྱེ་བ་ཞིག་བླངས་ཡིན་ཙང་དུས་སེམས་ཅན་གཞན་དག་བརྩི་བ་ཡིན་ན་དཔེ་སྐྱིད་པོ་རོ། ཟ་ཡ་བཏུང་ཡ་གོན་ཡ་ཉལ་ཡ་དཔེ་ཤ་དོན་ཟ་ཡ་འཁྱག་མ་འཁྱག་སྐོར་ར་རྒྱབ་ཡ་ཇི་ལྟར་འབད་དུ་སྐོར་ར་ད་ང་ཚོ་མ་སོ་ན་ཅིག་རྒྱ་གར་ལ་དེ་ངེད་ཚོ་ཡིན་ན་ཅིག་རྒྱ་གར་ཁོ་རང་ཚོ་དེ་ངེད་ཚོ་པ་རི་པགས་ཚོའི་སྐྱིད་པོ་བཏང་ཡ་ཡོད་ཕྱི་རྒྱལ་དེ་ངེད་ཚོ་ཕྱི་རྒྱལ་ཚོ་པ་རི་པགས་ཚོའི་ཡོད་དོ་ཡོད་རེད་བ། ད་ཡོད་དོ་ཡོད་རེད་ཏེ་ད་ང་རང་ཚོ་འདིའི་རིགས་འདི་ག་རེ་རེད་ལབ་བ་ཡིན་ན་བསམ་བློ་ཟབ་ཟབ་མ་བཏང་པའི་ད་ག་ཚོད་ཅིག་བློས་སེམས་སེམས་ཀྱི་ཚོར་སྣང་ཅིག་སེམས་ཀྱི་ད་ཅིག་ཚོར་སྣང་ཅིག་ར་བ་ད། རེད་བ། ཞེས་དང་ད་དེ་ཡིན་དུས། དངོས་གནས་དྲང་གནས་ནང་པའི་ངོས་ནས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་བློ་ཡག་པོ་ཅིག་སྐྱེས་པ་ལ་ག་འདྲའི་དགོས་འདུག་ལབ་པ་ཡིན་ན་ང་རང་བལྟས་ན། དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་མཁན་གྱི་མི་དེ་བསམ་བློ་གཟུ་བོར་གནས་པ་ཅིག་དགོས་རེད། བློ་གཟུ་བོར་གནས་ནས་དྲང་པོ་དྲང་ཤག་ཅིག་དགོས་རེད་སེམས་ནང་ལ། ད་དེའི་ཞུ་སྒོ་ལ་ཡང་ག་རེ་དགོས་རེད་ལབ་པ་ཡིན་ན། ཨ་ནི། བསམ་བློ་གཏིང་ཟབ་པོ་བཏང་ངེས་ཅིག་དགོས་རེད། ཨོ། ངས་གནས་སྟངས་ངོ་མ་དེ་གང་འདྲེ་ཅི་འདུ་བས། ད་བྱས་ནས། ང་སྲས་སྦྱོར་བ། ངས་གནས་དང་ངོ་མ་འདི་གང་འདྲེ་ཅི་འདུ་བས། ཨ་ནི་ཤི་ནི། ནམ་གྱི་བསམ་བློ་མ་བཏང་དུས་ཙམ་ཕྱི་ལོགས་ཀྱང་ཡ་བསམ་བཏང་ཚུར་ནང་ལ་ཡ་བསམ་བློ་བཏང་ཡོང་དུས་ང་ལ་དུས་ཙམ་པ། སུ་སུ་སུ་ག་དུས་ནས་ང་ཅིག་ཤར་འདུག་ཡོད་རེད་བ། ད་ང་སྲས་དུས་ཙམ་ཨ་ནི་ཅིག་གཟུགས་པོ་ཡོད་བསྡད་ཉེ། མིའི་གཟུགས་པོ་ཡོད་ཉེ། ཨ་མིའི་གཟུགས་པོ་མགོ་ནས་རྐང་མཐིལ་བར་དུ་སོ་སོ་པང་འདྲེ་ནི་ཅིག་བརྩིས་ནས་ཡ་མཚན་པོ་བཞུགས་འདུག་བ། ཐ་ན་ཡིན་པའི་སྒྲོག་དྲོ་དེ་ཚོ་གི་ལག་གི་དོ་མིའི་གཟུགས་པོ་ལས་བརྟག་དཔྱད་བྱེད་མཁན་དེ་ཚོ་པད་ཡམ་ཚོམ་བུ་ཡོད་ལག་གི་དོ་དངོས་གནས་དྲ་གནས་མ་བརྟག་རེད་མ་གཏོགས་སོ་སོ་མགོ་ནས་རྒྱུག་པ་འདུག་ཨ་ནི་བསམ་བློ་ཞིག་བཏང་ཨ་ནི་དེ་ལ་ཡང་གཟུགས་པོའི་ནང་ལ་ཡང་སེམས་ཟེར་ངེས་ཅིག་ཡོད་པ་བྱས་སེམས་ཟེར་ངེས་དེ་ག་འདྲའི་ཡིན་མིན་གཅིག་བསམ་བློ་བཏང་ཨ་ནི་སེམས་དེ་ཡི་བསམ་བློ་ག་འདྲ་མི་འདྲ་ག་འདྲ་ག་འདྲ་འཁོར་གྱི་ཡོད་མེད། སེམས་དེ་ལ་ཡང་སྣང་བ་ག་འདྲེ་ག་འདྲེ་ཤར་གྱི་ཡོད་མེད། སེམས་པ་བཟང་པོ་ག་འདྲེ་ཡོང་གི་ཡོད་མེད་ཡང་བསམ་བློ་བཟང་བའི་བསམ་བོ་ངན་པ་ག་འདྲེ་ཡོང་གི་མེད་བསམ་བློ་སེམས་བཟང་ངན་གང་ཡང་མ་ཡིན་པ་ག་འདྲེ་སྐྱེ་གི་ཡོད་མེད་དེ་འདྲའི་མ་ཅིག་བསམ་བློ་མ་ཅིག་བཏང། ཨ་ནི་གཞི་ནས་ཨ་ནི་བཅོམ་ལྡན་འདས་ཀྱིས་ད། བཅོམ་ལྡན་འདས་ཀྱིས་ང་སེ་ངེ་ང་ཚོ་འགྲོ་བ་མི་ང་ཚོ་ལ། བཅོམ་ལྡན་འདས་ཀྱིས་ཨ་ནི། བདེན་པ་ཞིག་ཟེར་ཡག་གི་ཆོས་ཅིག་གིས་གསུངས་ཤག། དེ་ག་རེ་འབྲེལ་བ་འདུག། བདེན་པ་ཞིག་ག་རེ་རེད། ཨ་ནི་ཤི་ནས། སྡུག་བསྔལ་བདེན་པ་ཀུན་སྤྱོད་བདེན་པ་འཁོར་བའི་བདེན་པ་ལག་གི་བདེན་པ་ལས་རེ་བ། ད་སྡུག་བསྔལ་བདེན་པ་བསལ་ཏེ་བཅོམ་ལྡན་འདས་ཀྱིས་འགྲེལ་བཤད་ག་འདྲ་རྒྱག་འདུག་ད་གཉིས་རེད། སྣོད་འཇིག་རྟེན་གྱི་བཀོད་པ་སྡུག་བསྔལ་བདེན་པ་གཅིག། སེམས་ཅན་ཁོར་ཡུག་སྐྱེ་བ་གླེང་མཁན་གྱི་འགྲོ་བ་མིས་མཚོན་པའི་འགྲོ་བ་རིགས་དྲུག་སྐྱེ་བ་ཁོར་ཡུག་སྐྱེ་བ་གླེང་མཁན་གཅིག། དེ་ཡིན་དུས་ཨ་ཀྱེ་བཅོམ་ལྡན་འདས་ཀྱིས་སྡུག་བསྔལ་བདེན་པ་གསུངས་ཡོང་དུས་དཔེ་མཚོན་གཉིས་གང་ནས་གསུངས་བཞག་འཛམ་གླིང་ཡོངས་རྫོགས

ད་གཞི་ནས་བསམ་བློ་ག་རེ་འཁོར་གི་རེད་ལབ་ན། ཁྱེད་རང་ཚང་མ་བཅོམ་ལྡན་འདས་ཀྱིས་སྡུག་བསྔལ་བདེན་པ་གསུངས་ད་ང་རང་ང་རང་ནི་སྐྱིད་པོ་རེད་ཚོར་བསྡད་ཀྱི་འདུག་ད་ག་འདྲས་ཡིན་ནའང་བསམ་ད་གཞི་ནས་ད་སྡུག་བསྔལ་བདེན་པ་ལ་ཞིབ་ཚགས་པོ་བཅོམ་ལྡན་འདས་ཀྱིས་སྡུག་བསྔལ་གྱི་སྡུག་བསྔལ། རྒྱུ་རིགས་སྡུག་བསྔལ། ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གསུངས་རོགས་ད་སྟེའུ་སོ་སོ་ལ་འགྲེལ་བ་ག་རེ་འདུག་ལྟ་གོ་གདོ་བ། ད་གཞི་ནས་དངོས་གནས་དྲ་གནས། ཅིག་གིས་ནམ་རྒྱུན་སྐྱིད་པོ་གི་གྲར་བྱོལ་བ་རེད་དེ། ཁོ། གཟུགས་པོ་དེ་བརླན་ཚར་བའི་ཞུགས་ཏེ་ཤ་དང་རུས་པ་ཁྲག་བསླད་ཚར་བ། ཤ་དུ་རུལ་བ་ཁྲག་ལས་ཚ་དུས་རླུང་མཁྲིས་བད་ཀན་གསུམ་ལས་ཚ་རོ། རླུང་མཁྲིས་བད་ཀན་གསུམ་ལས་ཚ་དུས། ཆུ་ལོག་གི་འབྱུང་བ་ཁོད་སྙོམས་མ་སྙོམས་ཁྱད་པར་བཅས་ཀྱིས་ནང་གི་འབྱུང་བ་འཁྲུགས་འགྲོ་གི་འདུག་བ། ང་རང་ཚོ་དཔེར་ན་ལོ་གཅིག་གི་ནང་ལ་དུས་ཚོད་ཤིག་གི་ཚེ་དབྱར་ཁ་སླེབས་ཡོང་དུས་ཨ་ཚ་བ་ཚོ་ནི་དུག་ལོག་ཚང་མ་ཕར་སྤེལ་དགོས་ཡ་ཨ་ཚ་ཚ་གི་འདུག་ཟེར། དགུན་ཁ་སླེབས་ཡོང་དུས་འཁྱག་ནས་དུག་ལོག་ཡོང་ཚོ་ཡར་འཁོན་དགོས་ཀ་རེ་དེ་ཆུ་ལོག་གི་འབྱུང་བ་དེ་ཀྱིས་ནང་ལོག་གཟུགས་པོའི་གི་འབྱུང་བ་ལ་འགྱུར་བ་གཏང་གི་ཡོད་རོ་འབྲེལ་བ་ཅིག་ཡོད་རོ། ཅེ་ན་དེ་ཡོང་དུས། རེད། ཕྱི་ལོག་གི་འབྱུང་བ་དང་འབྲེལ་ནས་རང་གི་འདུན་འབྱུང་བ་དེ་འབྲེལ་བ་ཆགས་ཡོང་དུས། འོ་ད། སྐབས་རེ་སྐབས་རེ་བའི་ཚོར་བ་སྡུག་བསྔལ་མྱོང་ཡ་རེད། བ། སྐབས་རེ་བའི་དངོས་གནས་དྲ་ནས་ཚར་གི་འདུག་སྐབས་རེ་ང་བགྲང་གི་འདུག་ཨ་ནི་ང་སྤྲད་གི་འདུག་ང་ལྟོགས་གི་འདུག་ཟེར་སྐད་ཆ་ཆ་ཚང་ཡོང་གི་འོ་དེ་གའི་བསམ་བློ་སྡུག་བསྔལ་རེད་བ། སོ་སོ་བསམ་བློ་མ་བཏང་རེད་མ་གཏོགས། ད་དེའི་སྒང་ལ་སླེབས་ཡོང་དུས་ལུས་དང་འབྲེལ་བའི་སྡུག་བསྔལ་རེ་རེ་ནས་བསམ་བློ་བཏང་ཡིན་ན། ཁོ་དང་གིས་དང་ཞུ་གཟུགས་པོ་ཁོ་རང་ལ་ཤ་ཁྲག་དང་རླུང་མཁྲིས་བད་ཀན་བཟུང་ཡོད་ས་ན་ཚ་གྲབས་མི་འདྲ་ལེགས་ཡོད་རྐྱེན་ཆུང་ཆུང་ཅིག།

ད་སེམས་ལ་བསམ་གཏན་དང་སྐབས་རེ་ནི་སྐྱིད་པོ་ཡོད་རོགས། ཡིན་ན་ཡང་བསམ་བློ་ཡག་པོ་ཅིག་བཏང་ཡ་ཡིན་པ་ཡིན་ན། དངོས་རེན་དྲང་ནས་སོ་སོའི་ངོས་ནས་འདོད་པ་འདྲ་པོ་ཅིག་མང་པོ་ཅིག་འདོད་པའི་དོན་མང་པོ་ཅིག་བྱེད་དགོས་བསམ་ཡོང་དུས་འདོད་པའི་དོན་མ་གྲོལ་དུས་འདོད་པ་བཙལ་ཀྱང་མི་ཉན་བའི་སྡུག་བསྔལ། མི་འདོད་པ་ཐོག་ཏུ་བབས་པའི་སྡུག་བསྔལ། ཨ་ནི་ཅིག་འདོད་ཆགས་ཀྱི་དབང་དུ་སོང་བའི་སྡུག་བསྔལ་ཞེ་སྡང་གི་དབང་དུ་སོང་བའི་སྡུག་བསྔལ། ཨ་ནི་ཅིག་གཏི་མུག་གི་དབང་དུ་སོང་བའི་སྡུག་བསྔལ་ད་སེམས་ཁོ་རང་རང་ལ་ཞིབ་འཇུག་མདོ། ཇི་ལྟར་དེ་འདྲའི་ཡིན་པ་ཡིན་ཙང། ད་ལྟ་དེ་གནད་འགག་དེ། དེ་འདྲའི་ཡིན་པ་ཡིན་དུས་གནད་འགག་ག་རེ་ཆགས་འདུག་ལབ་པ་ཡིན་ན། བཅོམ་ལྡན་འདས་ཀྱིས། བཅོམ་ལྡན་འདས་ཀྱིས་ཨ་ནི། སྡུག་བསྔལ་བདེན་པའི་སྐོར་མང་པོ་གསུངས་པ་དེ་སོ་སོ་ལ་ཡང་ཨ་ནི་འབྲེལ་བ་ཡོད་པ་ཅིག་གནས་ཁོ་རང་སོ་སོ་ལ་ཡང་ད་སོ་སོའི་བསམ་བློ Seriously བསམ་བློ་དངོས་གནས་ཡག་པོ་བཏང་ཡིན་ན་ཨ་ནི་ངོ་སྤྲོད་ཐུབ་ཡག་ཅིག་སོ་སོའི་གནས་སྟངས་དེ་དང་ཡག་གི་གསུངས་བ་ཉིད་དེ་དེ་འདྲའི་གི་བསམ་བློ་ཅིག་ཁོ་ར་ཡིན་ན་ཨ་ནི་གཞི་ནས་ཨོ་ངས། བསམ་བློ་ཟབ་ཟབ་མ་བཏང་པའི་སྐབས་ལ་སྐྱིད་དོག་འདྲ་ཅིག་ཤར་གྱི་འདུག་མ་གཏོགས་ང་སྡུག་བསྔལ་གྱི་རང་བཞིན་ཅིག་ཏན་ཏན་རེད་འདུག་ཟེར་ཏེ་ཏན་ཏན་ངོ་འཕྲོད་ཡ་འདུག་བ། དངོས་གནས་དྲང་ནས་ངོ་འཕྲོད་ཡ་ཡོད་རེད། དེ་འདྲའི་ངོ་ཅིག་འཕྲོད་ན་གཞི་ནས་སོ་སོ་སྡུག་བསྔལ་མི་འདོད་པ་ཡིན་ཙང་ཨ་ནི་སྡུག་བསྔལ་དེ་གང་ལས་བྱུང་བའི་རྒྱུ་དེ་རྩད་གཅོད་གཏོང་ཡ། དེ་ནས་ཀུན་འབྱུང་བདེན་པ་བསལ་ཏེ་ཏན་ཏན་ར་འཕྲོད་ཡ་ཡོད་པ་ཆེ། ད་སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་འདྲ་འཕྲོད་ཙམ་ལ་ད་ང་ཚོས་ད་ང་དེ་འདྲས་ཀྱང་ཀྱང་གང་ལ་ཡང་ཕྱིན་ན་ད་འགྲིག་གི་མི་འདུག་ད་སྡུག་བསྔལ་དང་ཀུན་འབྱུང་འབྲས་བུ་སྡུག་བསྔལ་དང་དེའི་རྒྱུ་ཀུན་འབྱུང་དེ་མེད་པ་ཅིག་བཟོས་གོ་ཐུག་ཟིན་ཡོང་དུས་དེ་སྤངས་པའི་འགོག་བདེན་དོན་གཉེར་གྱི་བློ། འགོག་བདེན་ཐོབ་པ་ལ་གར་བྱེད་གོ་ཐུག་ཟེར་དུས་ལམ་བདེན་དོན་གཉེར་གྱི་བློ། དེ་འདྲས་དེ་ཁོ་རང་བསམ་བློ་ཐུགས་སྟངས་བདེ་ན་དངོས་གནས་དྲང་གནས་ཀྱི་སྟངས་བདེ་ན་ཁོ་ལས་ཡག་ཅིག་རེག་ཡོང་རོགས། དེ་འདྲའི་གཅིག་གི་སྒང་ནས། ཨ་ནི། དོན་དག་ངས་ག་རེ་ལབ་འདོད་འདུག་ལགས་ན་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་སྟངས་དེ། བདེན་པ་ཞིག་གི་ཚུལ། རང་གི་པས་སོ་སོའི་པས་ཅི་གར་ཚུགས་རེད། སོ་སོ་ལ་མ་སྦྱར་ནི། བཅོམ་ལྡན་འདས་ཀྱིས་གསུངས་པའི་བདེན་བཞི་དེ་དག་རང་རང་ཉིད་ལ་ཡང་སྦྱར་ནས་བསམ་བློ་དོ་དོ་ཏན་ཏན་གྱིས་བཏང་ཡིན་ན། ཨ་ནི་གཞི་ནས། སྡུག་བསྔལ་བདེན་པ་དང་དཀོན་མཆོག་བདེན་པ་གཉིས་ཀྱི་བསམ་བློ་དེ་བསམ་བློ་ག་ཚུགས་རེད། དེའི་སྒང་ནས། ཨ་ནི། འགོག་བདེན་དོན་གཉེར་གྱི་བློ་དང། ཨ་ནི། ཅིག། ཐ་ཐ་བ་དོན་གཉེར་གྱི་བློ་ཅིག་སྐྱེ་ཡ་ཅིག། དེའི་དོན་དག་ལ་ཨ་ནི་ལམ་བདེན་དོན་གཉེར་གྱི་བློ་སྐྱེ་ཡ་ཅིག། ཏག་ཏག་ཅིག་སླད་དེ་ཡ་ཅིག། རེད་བ། ད་དེ་འདྲས་ཅིག་སླད་ཡོད་པ་སླད་ཡོང་དུ་བརྩམས་པ་གཞི་ནས་འགོག་བདེན་དང་ཐར་པ་ཡོད་མེད་ཀྱི་གནས་ཚུལ་དེ་བསམ་བཏང་དུས། འགོག་བདེན་དང་ཐར་པ་ཟེར་ངེས་དེ་ཏན་ཏན་ཡོད་པ་རེད་ཟེར་ཅིག་ཧ་གོ། དེ་དུས་ག་རེ་ཧ་གོ་བ་རེད་ཆོས་དཀོན་མཆོག་ཞེན་པ་རེད། ད་ཆོས་དཀོན་མཆོག་དེ་ཧ་གོ་བ་ཡིན་ན། དེ་རྒྱུད་ལ་ལྡན་མཁན་དེ་སུ་རེད་ཟེར་དུས་དགེ་འདུན་དཀོན་མཆོག་རེད་ཟེར་ཨོ་ང་ཡང་དགེ་འདུན་དཀོན་མཆོག་བྱས་ཁུག་འདུག་མང་པོ་ཅིག་དགེ་འདུན་དཀོན་མཆོག་ཟེར་དུས་གྲྭ་ཆས་གོན་པ་ཁུག་འདུག་མ་རེད། འགོག་བདེན་དང་ལམ་བདེན་རྒྱུད་ལ་ལྡན་པའི་གང་ཟག་གྲྭ་ཆས་གོན་ན་འདྲ་མ་གོན་ན་འདྲ། ཚང་མ་དགེ་འདུན་དཀོན་མཆོག་ཡིན་པ་རེད། དེ་ཡིན་ཚ་དགེ་འདུན་དཀོན་མཆོག་ཟེར་ངེས་རེད་ཆག་ཁུག་འདུག་ད་འགོག་བདེན་དང་ལམ་བདེན་གཉིས། ལམ་དུ་ག་ས་ཆོས་དཀོན་མཆོག་དང་དགེ་འདུན་དཀོན་མཆོག་གཉིས་ལ་བརྟེན་ནས། དགེ་འདུན་དཀོན་མཆོག་དེ་ཡར་སྐྱེད་ཞི་བ་ཅིག་ཆེ་ཡོང་དུས་མཐའ་མ་སངས་རྒྱས་དཀོན་མཆོག་ཆགས་དགོས་རོ། དེ་ཡིན་ཙང་ངས་སངས་རྒྱས་དཀོན་མཆོག་གི་གོ་འཕང་ཐོབ་པ་བྱེད་དགོས་ཀྱི་འདུག་འདུག་བྱས་ནས། རྡོག་ཐོ་བདེན་པ་ཞིག་གི་གནས་ཚུལ་ལ་བརྟེན་ནས་རེད་བ། ཨ་ནི། འགོག་ལམ་གྱིས་བསྡུས་པའི་ཆོས་དཀོན་མཆོག་དོན་གཉེར་གྱི་བློ། དེ་ལ་བརྟེན་ནས་ཨ་ནི། དགེ་འདུན་དཀོན་མཆོག་དོན་གཉེར་གྱི་བློ། དེ་ལ་བརྟེན་ནས་ཐ་མ་སངས་རྒྱས་དཀོན་མཆོག་ཨ་ནི་དོན་གཉེར་གྱི་བློ། དེ་འདྲའི་ཅིག་གི་བསམ་བློ་ཅིག་ལྟ། སངས་རྒྱས་གང་དག་དཀོན་མཆོག་གསུམ་རང་གིས་ཐོབ་ཡ་ཡོད་པ་ཅིག་ཤེས། ཐོབ་ཡ་ཡོད་པ་ཅིག་ཤེས་ནས་ད་ངེད་ཀྱིས་དཀོན་མཆོག་གསུམ་ལ་ཨ་ནི་སྐྱབས་སུ་འགྲོ་གི་ཡིན། ང་རང་གིས་རང་གི་ཐོབ་བྱར་གྱུར་པའི་དཀོན་མཆོག་གསུམ་ཐོབ་པ་བྱེད་ཀྱི་ཡིན་ཟེར་བ་འདི་འདྲའི་བསམ་བློ་གཏོང་ཡ་ཅིག་སླད་དུ་བ། དེ་ལས་སོ་ན། ཨ་ནི་ཀུན་སྤྱོད་གསུམ་ལ་སྐྱབས་སུ་འགྲོ་སྟངས་དེ། ཤེས་ནས་དད་པ་ཐོབ་པའི་སྐྱབས་འགྲོ་ཟེར་ཡ་ཆེ། སྐྱབས་ངོ་རུམ་ཅན་གྱི་ད་ལྟ་པཎ་ཆེན་བཅུ་བདུན་གྱི་བསྟོད་པའི་མཇུག་དེ་ལ་ཡང་དེ་འདྲ་ཅིག་ཡོད། གཞི་ཡི་གནས་ཚུལ་བདེན་གཉིས་དོན་བཤད་པས། བདེན་བཞི་འཁོར་བ་འཇུག་ལྡོག་ཇི་བཞིན་ངེས། ཚད་མས་དྲངས་པའི་སྐྱབས་གསུམ་དད་པ་བརྟན། ཐར་ལམ་རྩ་བ་ཚུགས་པར་བྱིན་གྱིས་རློབས། ཟེར་ཡ་ཆེ། དུ་བ་ཨོ་ད་དེ་ཏན་ཏན་ཡོང་ངེས་ཀྱི་རེད་ཤག་བདེན་བཞིའི་སྒང་ན་འདུག་སྨ་བསམ་བློ་བཏང་ནས་ཕྱིན་པ་ཡིན་ན་དེ་ནི་ལས་ཡག་བྱུས་ཡོད་རེད་ད་དེའི་ཁ་ཐུག་དེ་ལ་ཡང་དོན་དག་རྡོག་རྡོག་དེ་ག་འདྲེ་རེད་འདུག་ལགས་ན། རང་དང་རྒྱུད་ཐ་དད་པའི་དཀོན་མཆོག་གསུམ་དེ་སྐྱབས་སུ་འགྲོ་བ་དད་པ་བྱེད་སའི་སྐྱབས་ཡུལ་དེ་ཤག་ཡིན་ནའི་ང་ཚོ་ནང་པ་ཚང་བའི་སྐྱབས་འགྲོ་ངོ་མ་དེ་ག་རེད་ལགས་ན་སོ་སོ་ཡིན་ན་ཡང་སྐྱབས་ཡུལ་དེ་འདྲའི་ཆགས་ཡ་ཡོད་པ་སྐྱབས་ཡུལ་གྱི་ཡོན་ཏན་དེ་བརྒྱད་དང་དཀོན་མཆོག་གསུམ་ཟེར་ཡ་དེ་སོ་སོའི་ཐོབ་ནས་རང་ཉིད་པའི་སངས་རྒྱས་དཀོན་མཆོག་ཆགས་ཡས་ཡོད་པ་དེ་རེད། ཡེ་ཤུ་ལ་སོགས་པ་འཇིག་རྟེན་ཀུན་འོག་ཁས་ལེན་པའི་ཆོས་ལུགས་ལ་གཟིགས་དང། དཀོན་མཆོག་གི་སོ་སོ་བཟོས་རེད་མ་གཏོགས་སོ་སོ་སྒོར་ཆགས་ཡ་བཅས་ཡོད་མ་རེད། བྱས་ཙང། ཡེ་ཤུའི་ཆོས་ལུགས་ལ་སོགས་པའི་ནང་ལ་དཀོན་མཆོག་ལ་སྐྱབས་སུ་འགྲོ་སྟངས་དེ། ཁོ་རང་གིས་ང་ཚོ་བཟོས་པ་རེད་ད་ཁོ་རང་ལ་རེ་བ་རྒྱག་གོ་རེ་སོ་སོའི་སྡུག་བསྔལ་སེལ་དེ་མ་གཏོགས་སོ་སོ་ཁོ་རང་ནང་བཞིན་ཆགས་ཡ་ཡོད་པ་དེ་གིས་རྩིས་བརྒྱབ་ནས་སྐྱབས་སུ་འགྲོ་གི་མ་རེད། ནང་པའི་སྐྱབས་འགྲོ་ལ་དེ་སྒུག་གི། རང་ཉིད་དེ་འདྲའི་ཆགས་ཡ་ཡོད་པ་སོམས་དང་སྐྱབས་སུ་འགྲོ་ཡ། ཨོ་ད་དེ་གནད་འགག་ཅིག་འདུག་བསམ་གྱིས།